རྣམས་ལེན་གྱི་མཚམས་ལོ་སྐུ་ཁམས་བཟང་ཉེ་བའི་ཆ་ལ། ཨ་ནེ་རོམ་ནང་རྟེན་གཞི་བྱས་པའི Vatican གྱི་རྒྱལ་སའི་ནང་ལོགས་ལ་ཡེ་ཤུའི་རྣམ་དག་ཆོས་ལུགས་ཀྱི་མཆོད་དཔོན་གསར་པའི་ཁྲི་སྟོན་གྱི་མཛད་སྒོ་ཅིག་ཚུགས་འདུག་ཅེས་ཚོགས་ཡོ་རི་གཞི་རྒྱ་ཆེ་བ་ཅིག་སྐབས་དེ་དུས་ཡིན་པ་ཡིན་ན་འཛམ་གླིང་གི་ཆབ་སྲིད་ཀྱི་དབུ་ཁྲིད་མང་པོ་ཆེ་ཕེབས་ཡོད་པ་མ་ཟད་ཨ་ནེ། ཆོས་ལུགས་འདྲ་མིན་གྱི་དབུ་ཁྲིད་ཚོ་ཕེབས་ཁའི་ཁྲི་སྟོན་གྱི་མཛད་སྒོ་དེའི་ཐོག་ལ་བཅར་ཡོད་རེད། དེ་འདྲ་ཡིན་དུས་མཚམས་པ་དེ་མཛད་སྒོ་དེའི་ཐོག་ལ་ཨ་ནེ་རོམ་ནང་ལོགས་རྟེན་གཞི་བྱས་པའི་ཀུན་ཏུ་བཟང་པོའི་ཆོས་ཚོགས་ཀྱི་ཨ་ནེ་དགའ་ལྡན་བྱང་རྩེའི་དགེ་བཤེས་རྡོ་རྗེ་དབང་ཕྱུག་ལགས་དང། ཨ་ནི། དགེ་བཤེས། ཡེ་ཤེས་དཔའ་འདི་ལ་ཉེས་འདུག་ཞེས་བཅར་བཞག། དགེ་བསྐོས་འདུལ་བརྩམས་པ་སྐབས་དུས་བཅར་བ་ཙམ་མ་ཟད་ཨན་སྤོབས་དང་མཇལ་འཕྲད་བྱུང་བའི་གནས་ཚུལ་ཅིག་ཐོན་ཡོད་རེད། དེ་འདྲ་ཡི་འདུལ་བརྩམས་པ་ང་ཚོས་དགེ་བཤེས་ལགས་དང་ལྷན་དུ། སྐབས་དེའི་མཇལ་འཕྲད་དེ་ག་འདྲས་བྱུང་ཡོད་མེད་དང་ཨ་ནི་དགེ་བཤེས་ལགས་རྣམ་པ་ཚོས་ཀྱིས་ཡག་ག་རེ་ཞུས་ཡོད་མེད་དང་ད་ག་ནང་བཞིན་གྱི་སྤོབས་ཀྱིས་ཚུལ་དཀའ་མོལ་ག་རེ་གནང་ཡོད་མེད་དེ་འདྲས་ཀྱི་ཞིབ་ཕྲའི་གནས་ཚུལ་ཁག་ཅིག་དགེ་བཤེས་ལགས་ལ་འདྲི་འདྲི་ཞུ་གི་ཡིན།

དེ་ནས་དུས་བརྩམས་པ། སྐབས་དུས་དུས་རྗེས་འབྲེལ་དེ་ག་འདྲས་བྱས་ནས་བྱུང་བ་རེད་ཡང་འདིའི་སྐབས་སུ་དགེ་བཤེས་ལགས་ཀྱིས། སྤོབས་ལ། སྟབས་སྤོབས་གསར་བ་ཁོ་རང་ལ་ཕ་ག་རེ་ཞུ་ཡ་བྱུང་ཡོད་ན་ཡང་ཁོ་རང་གིས་ཚུལ་ག་རེ་གསུང་གི་འདོག་དགེ་བཤེས་ལགས། ནས་ད་དེ་རིང་ཨེ་ནས་ང་ཚོ་བསྡད་འདུག་ཟེར་བྱར་དགའ་བོ་བྱུང་སོང། ཨེ་ནས་ཁྱོད་རང་ཨེ་ནས་པའི་སྐུ་ཚེ་ཡུན་རིང་པོ་བརྟན་པའི་ཨེ་ནས་སྨོན་ལམ་ཡོད་ཟེར་འདུག་ཞུ་ཡིན། ཨེ་ནས་འདི་ནས་ད།

ཕྱག་ལས་ག་འདྲའི་གནང་བ་ཡིན། ཨེ་ནི་རྐྱེན་དང་བར་ཆད་མེད་པ་ཨེ་ནི་བས། ཐུགས་རྡུལ་ནི་བཞིན་དུ་འགྲུབ་ཡོད་དང། ཨེ་ནི་བདག་ག་ནི་མུ་མཐུད་ནས་འཛམ་གླིང་འདི་རིང་སང་ཨེ་ནི་འཛམ་གླིང་འཛམ་གླིང་འདི་འཁྲུག་ཆ་དེ་པོ་བས་རྙོག་དྲ་ཚ་པོ་ཞུགས་འདུག་ནད་ཡམས་དམག་འཁྲུག་གིས་ནི་བས་ཞི་བོ་བྱེད་པའི་ཟིང་ལངས་དོན་བྱ། ཨེ་འདི་ལ་མུ་མཐུད་ནས་ནད་ཡམས་དམག་འཁྲུག་ཞི་ཡ། ཨེ་འཛམ་གླིང་ཞི་བདེ་ཡོང་ཡ་ལ་ནི་འདུག་སི་གནང་རོགས་བྱས་སི་ཞུ། ཨེ་ནི་ཁོ་ཡི་དེ་ཡ་ཡ་སི་གསུངས་འདུག། ལ་རེད། དེ་ནས་དགེ་བཤེས་ལགས་ཀྱིས་ང་ཚོ་གི་སྐུ་པར་ནང་འདི་པར།

ད་ལྟ་འདི་ང་ཚོ་འགོ་ཁྲིད་པ་དེ་གས་ཡེ་ནས་གང་བྱུང་མང་བྱུང་འདི་འདྲའི་དེ་སྲིད་དོན་གྱི་སྐོར་འགྲེལ་བརྗོད་འདྲ་བ་དང་པར་འདྲ་མ་འདྲ་ཞེ་དྲག་ཕུལ་ཡ་ཡོད་ཀྱི་མ་རེད་ཟེར་ལབ་སོང་ཨ་ནས་ཡག་ཡག་ཟེར་ལབ། ངས་ཡེ་ནས་འཕྲེད་ངག་ཆུང་ཆུང་གཅིག་ང་ཚོ་རེས་སྒོ་ཁྱི་སྙིང་གཅིག་པོ་བྱེད་པ་དེ་གནང་དགོས་འདུག་རེད་ཤག་ཡེ་ནས་རེད་ཁ་ཤག་བཏགས་གཙང་མ་ཁ་བཏགས་ནང་ཚོད་གཙང་མ་བྱེད་ཀྱི་ཡིན། འདི་ཡག་ཕུལ་ཡིན་དེ་ཡག་ཕུལ་དེ་འདི་ག་རེ་རེད་གསུང་གི་འདུག་འདིས་ང་ཚོ་ཡེ་ནས་པའི་ནང་པའི་ཡེ་ནས་འཕྲེད་ངག་ཟེར་ལབ་ཀྱི་རེད། འདི་ག་རེད་ཟེར་ན་ཡེ་ནས། ཨེ་ནི་སོ་སོ་གི་གཟུགས་པོ་དེ་དག་ལ་ཡང་ཡ་སོ་སོ་ལ་ཨེ་ནི་སྲུང་སྐྱོབ་ཡོང་ཡག་གི་དེ་གཉིས་མཚོན་དོན་འདྲ་བོ་བྱེད་ཡོད་རེད། ཨེ་འདི་སུ་ཞིག་ཨེ་ནི་ཁ་བཏགས་དེ་ཁ་བཏགས་དེ་ག་རེ་རེད་ས་ཁ་བཏགས་དེ་ཨེ་ནི་དཀར་བོ་གཙང་མ་ཨེ་ནི་དྲི་མ་མེད་པ་ག་རེ་མཚོན་གྱི་ཡོད་རེད་ཟེར་ན་འདི་ཨེ་ནི་བལ་གཙང་མ་དྲི་མ་མེད་པ་དྲི་མའི་སྐྱོན་གྱིས་མ་གྱོས་པ་ཨེ་ནི་འཛམ་གླིང་ཞི་བདེ་ཨེ་འདི་སྡུག་སུ་མཚོན་གྱི་ཡོད་ས་འདི་དཔལ་གླིང་ལྕི་བོ་འདུག་ཡ་ཡ་སོང་འདུག་ཧ་ཧ། ལ་རེད།
ད་འདི་རིགས་ཀྱིས་རྩ་གཅིག་སྤོབས་ཀྱི་གསར་བ་གྱི་འདེམས་ཐོན་གྱི་མཛད་སྒོ་འདི་ཡིན་ན་ད་རྒྱལ་སྤྱིའི་དབུ་ཁྲིད་ཁག་མང་པོ་ཅིག་ཕེ་ཁེ་ཕི་ཁོ་ར་གྱི་ཞིག་ལ་དེ་དུས་ཛམ་པ་རེད་རེད། དགེ་བཤེས་ལགས་རྣམ་པ་ཚོ་བོད་ཀྱི་མཛད་སྒོ་དེ་ལ་བཅར་ཡ་དེ་བརྒྱུད་རིམ་དེ་ག་འདྲས་ཟིན་བྱུང་བ་རེད། ཡི་དམ་དང་དབུས་ཡུན་ནན་འབུད་དུ་བསམ་ན་ཁོ་ཚོས་དེ་ག་འདྲས་ཡིན་ནས་ཕར་བཀའ་འདྲི་ཞུས་ན་མ་གཏོགས་ང་ཚོ་ཐག་བཅད་འདོད་ཡ་ཡོད་མ་རེད་ལབ་སོང། ཨ་ནི་ག་ཚང་མས་ནི་ཁོ་བཞག་པ་གཅིག་གི་རྗེས་ལ་ཡིན་ནས་ལན་སྤྲད་གོ་ས་བག་བྱས་དུས་མི་མང་པོ་ཡོང་གི་མ་རེད་ཟེར་ནས་རོགས་པ་གཅིག་བཅུག་ན་འགྲིག་རེད་གསུངས་བཞག་དེ་ནང་ནས་ང་ཡི་རོགས་པ་དགེ་བཤེས་ཨ་ནི་ཁོ་རང་གི་མཚན་ནི་ཡེ་ཤེས་དཔལ་ལྡན་ཟེར་གྱི་རེད་ནས་ཁོ་རྡུགས་སུ་བདམས་རྗེས་ཡ་ཡིན་ན་རྡུགས་སུ་ཕཱས་སྤོར་དུ་བཏང་བས་ནས་ཡང་ན་ཁོང་ཚོ་ཡིས་གོ་སྐབས་དེ་འདྲས་ཅིག་བྱུང་ཟེར་ན་ང་གཉིས་རྡུགས་སུ་བཅར་བ་ཡིན། ད་རེས། དགེ་བཤེས་ལགས་དེ་ནས་མཐའ་མ་དེ་ང་དེ་ཅིག་བཀའ་འདྲི་ཞུ་གི་ཡིན་ད་ཅིག་ད་རེས་ཀྱི་ཆོས་ཕྱོགས་ཀྱི་ད་ཅིག་ཁོ་རང་དབུ་འབྱེད་ཀྱི་དུས་ཆེན་དེའི་སྐབས་དེ་ཡིན་ན། ད་ཅིག་རྒྱལ་སྤྱིའི་ཀྱི་དབུ་ཁྲིད་ཁག་དང་ཆོས་ཕྱོགས་ཀྱི་བླ་ཆེན་མང་པོ་ཅིག་ཕེབས་ཡོད་དུས་ཙམ་པ་ཡང་ཅིག་དེའི་ཀྱི་གོ་སྐབས་དེ་སྟོན་རྗེས་ཡང་དགེ་བཤེས་ལགས་ཀྱིས་ཡང་ཅིག་དབུ་ཁྲིད་གཞན་དག་དེ་འདྲས་མཇལ་ཡས་ཀྱི་གོ་སྐབས་བྱུང་ཡོད་ན་དེ་འདྲའི་སྐབས་ལ་ཅིག་གསུང་རོགས་གནང།

ལ་རེད། ཆུང་དུས་ད་ནི་ག་འདྲས་རེད་ཟེར་ནས་ཁྱོད་རང་ཚོ་དགྱེས་མཁན་གྱི་ཡོད་རེད། ཨེ་ན་ང་ཚོ་འདི་ནི་བོད་པ་དེ་སྐྱབས་བཅོལ་རེད། ལྔ་བཅུ་ང་དགུ་ལོ་ལ་སྡུག་ས་བྱས་ང་ཚོ་ཨེ་ན་རྒྱ་མི་གྱི་བཙན་དབང་བྱས་བོད་ང་ཚོ་བོད་ཀྱི་ལུང་པ་ཤོར་སྡུག་ས་བྱས། མི་ཉུང་ཐག་ཆེ་ད་ལྟ་འབུམ་གཅིག་རྫ་རྩི་འདྲ་བོ་ཅིག་ཕྱི་ལོག་ལ་འདུག་ཟེར། ཨེ་ན་གོང་ས་མཆོག་གི་བཀའ་དྲིན་ལ་བརྟེན་རྗེས་ཕྱུགས་ཟོས་ནས་ཕྱི་ལོག་ལ་སྐྱབས་བཅོལ་འདྲ་བོ་ཅིག་ཕེབས་ནས་ཨེ་ན་འདུག་ས་བྱུང་ཡོད་རེད། ཨེ་ན་སྐྱབས་བཅོལ་གཞུང་གཙོ་བོ་འདྲ་བོ་དེ་ནི་ད་ལྟ་དར་རམ་ས། རྒྱ་གར་གྱི་བྱང་ཕྱོགས། ཨ་ནི་ཧི་མ་ལ་ཡ་གི་གདུགས་སུ་བྱས་ནས་ནི་ད་རམ་ས་ལ་བསྟན་ཞིང་གདུགས་སུ་ཡོད་རེད་གདུགས་སུ་ཁོ་རང་ཚོ་ལ་ཀ་མེད་དེ་འདྲས་དེ་འདྲས་བྱུང་ཁོ་ཚོ་མང་ཤོས་ཧ་གོ་གོ་ཡིན་ད་ཡིན་འདི་ཧ་གོ་གོ་ཡོད་གནས་ཚུལ་ཆ་ཚང་ཧ་གོ་གོ་ཡོད་གསུངས་གི་འདུག། སྤོབས་རྗེས་འབྲེལ་བྱུང་བའི་གནས་ཚུལ། ཞིབ་ཕྲའི་ངོ་སྤྲོད་གནང་བ་དེ་ལ་སྙིང་ཐག་པ་ནས་ཐོ་ཆེ་ན་ཞུ་གི་ཡིན་གྱི་ལ། ད་གསོལ་བ་ཐུགས་རྗེ་ཆེ།